ས་ཆ་རིའི་གཤོང་འདི་འདྲ་ལས་ཆུ་རུ་གཏོགས་ཟེར་བྱས་ཨེ་ནི་གླིང་ག་རུ་གཏོགས་གཏོགས་ཡོད་མ་གཏོགས་མི་འདུག་ག་ཛམ་ཁོ། ག་འདྲ་འཛམ་བུ་གླིང་གི་འགྱུར་བ་འདི་ང་རང་ཚོའི་སྐལ་པ་མི་འཇིག་དང་ཆུ་འཇིག་ཟ་ཞིག་གསུང་གི་རོ་ལ་དེ་ཚོ་དང་འབྲེལ་བ་ཞིག་འདུག་ཁོ་ཐུགས་སུ་འགྲོ་བསྡད་ཀྱི་འདུག་ག་ཚད་དེ་འདྲ་ཡིན་དུས་བོད་ཀྱི་ཁོར་ཡུག་སྲུང་སྐྱོབ་སྐོར་ལ་ངས་དོ་སྣང་ཅིག་བྱེད་བསྡད་ཀྱི་ཡོད། ཨོ་ཐུགས་སུ་རེད་ང་བོད་པ་ཡིན་པའི་ཆ་ནས་བཤད་ད་བོད་ཀྱི་ཅིག་ཨ།

དེ་ནས་རིམ་པས་རིམ་པས་ཀྱིས། འབྲོང་གི་ཆོས་རྒྱལ་འཕགས་པའི་སྐབས་དང་བསྡུར་བ་ནས་མ་གསུང་བ་འཇིག་རྟེན་ནི་ཆོས་ཡོན་གྱི་འདྲ་བ་ཆགས་བསྡད་པ་ཅི་རེད་འདུག་ག། བྱས་ཙང་ག། ཀུ། ཅིག་གི་ལྟར། དཀའ་ངལ་འཕྲད་བསྡད་ཡ་དེ་དུས་ཚོད་ཐུང་ཐུང་ཅིག་རེད་ད་ཁོ་རིམ་པས་རིམ་པས་ཡལ་འགྲོ་གི་རེད། ཤེས་སོང་ང། རྒྱ་བོད་ཆོས་ཡོན་གྱི་འདྲ་བ་དང་གཅིག་གི་གཉེན་འབྲེལ་གྱི་འདྲ་བ་དེ་འདྲ་ཚིག་ན་ལོ་སྟོང་ཕྲག་བསྡད་པ་རེད། ཚད་དེ་འདྲ་ཡིན་དུས་ཁོ་རིམ་པས་རིམ་པས་ཀྱིས་འགྱུར་བ་འགྲོ་བསྡད་ཀྱི་རེད། ས་རྡོ་སུ་རེད་ཆ་འདི་འདྲ་ཡིན་དུས་ས་ནས་ད་བོད་ཀྱི་ད་གང་ལྟར་འགན་ཁུར་ཡོད་པའི་ངོས་ནས་ངས་རྒྱ་རིགས་མི་མང་ཚོ་ཅིག་གོ་སྐབས་ག་ཚོད་བྱུང་ནས་ང་ཚོ་བོད་སྐད་ཐུག་ཨེ་ནི་གང་ལྟར་གཅིག་གིས་གཅིག་གི་གནས་ཚུལ་མ་ཤེས་པ་ཤེས་ནས་ད་ཐབས་སྐྱོ་ཅིག་ལ་ཨ་ད་རྒྱ་ནག་ག་ད་དམར་པོའི་གཞུང་ཟེར་ནས་མི་འདུག་གཅིག་སྡུད་རིང་ལུགས་ཨེ་ནི་གསར་འགྱུར་རང་དབང་མེད་པ་བྱས། ཞེས་ཨེ་ནི་ཕྱོགས་གཅིག་གི་གནས་ཚུལ་རྐྱང་རྐྱང་སྒྲོ་བཏགས་ནས་བཤད་ཤ་བོ་ཞིག་ཆགས་བསྡད་དུས་རྒྱ་ནག་མ་མང་པོ་ཞིག་ཤི་གི་མི་འདུག་ག། ངས་ཡང་ད་ཨ་མི་རི་ཀ་དང་ཡུ་རོབ་དང་དེ་མང་གུ་ཐུག་གི་ཡོད་རེད་བླ་བྲག་བུ་གུ་དེ་འདྲ་འདི་མང་གུ་ཐུག་གི་ཡོད་རེད་མཁས་དབང་དེ་འདྲ་མང་གུ་ཐུག་གི་ཡོད་རེད་བ་དེ་ཚོའི་གྲས་ཀྱི་རྒྱ་ནག་ལ་ཡོད་པའི་ཁ་ཐུག་ལ་ཁོ་ཚོ་གོ་བདེ་ཡག་གི་གནས་ཚུལ་འདི་དག་འཛམ་གླིང་ཕྱི་ལོག་ལ་སླེབས་ནས་རང་དབང་ལུང་པའི་ནང་ལོག་ལ་སླེབས་ནས་གནས་ཚུལ་མཐོང་བསྡད་པ་གཉིས་པོ་དེ་མི་འདྲ་བ་ཆེན་པོ་འདུག་ཟེར་ཏེ་བཤད་མཁན་མང་གུ་འདུག།

མི་དུང་ཕྱུར་བདུན་ཅུ་ས་དེ་བྱམས་བརྩེ་ལྡན་པ་ཅིག་བཟོ་ཐུབ་ན་བསམ་པའི་རེ་བ་གཅིག་བརྒྱབ་ནས་འབད་རྩོལ་ག་ཚོད་ཡང་བྱེད་ཀྱི་བ་རེད། ཨེ་གཉིས་ནས་ཆོས་ལུགས་མཐུན་སྒྲིལ་ཡོང་ཡ་གཅིག་འབད་རྩོལ་བྱེད་ཀྱི་བ་རེད། ཨེ་གསུམ་ནས་བོད་ཀྱི་ཆོས་དང་རིག་གཞུང་དེ་ཡི་དེ་ཡག་པོ་གཅིག་གི་ད་ཉར་ཚགས་བྱེད་ཐུབ་ཡ་གཅིག་གི་རིག་གཞུང་གཏིང་ཟབ་ཅིག་ཡོད་བསྡད་པ་དེ་ད་འཛམ་བུ་གླིང་གི་སྤྱི་ནོར་སོགས་ལ་ཆགས་འདུག་ག་དེ་ངས་ད་ང་བོད་པ་ཡིན་པའི་ཆ་ནས་ངས་ཧམ་པ་བྱས་ནས་བཤད་པ་མ་རེད་ད་དུག་སེ་ལྟོས་ད། ང་ཚན་རིལ་བོ་མ་གུ་ངོ་ཤེས་ཀྱི་ཡོད། ཆོས་ཀྱི་དབུ་ཁྲིད་མ་གུ་ངོ་ཤེས་ཀྱི་ཡོད། བདེ་འདུག་ཉམས་མྱོང་འདུག་ས་ཡོད་འདུག་ཨོ་ང་ཚོ་བོད་ཀྱི་དཔལ་ནཱ་ལེནྡྲའི་ཆོས་བརྒྱུད་ཀྱི་རིག་གཞུང་ང་ཚོས་ད་ཁྱེད་ཆེ་བཞི་བ་ཚོས་ང་ཚོར་ཡང་རྩིས་སྤྲོད་གནང་པ་འདི་ང་ཚོས་ལོ་སྟོང་ཕྲག་ལྷག་གི་རིང་ལ་དཔེ་བདག་པོ་ཡག་པོ་ཆེ་སྤྲད་འདི་དཔེ་དང་དེ་ཐོས་བསམ་སྒོམ་པ་ཡ་མ་བྲལ་བའི་སྟེང་ནས་བདག་པོ་བརྒྱབ་ནི

རྒྱ་གར་མི་ཆེ་དེ་འདྲ་ཞིག་ཡོད་རེད་ད་ང་ཚོ་རྒྱ་གར་མི་ཆེ་གི་སློབ་མ་ཡིན་རྒྱ་གར་མི་ཆེ་སློབ་པའི་དད་དམ་གཙང་མའི་མི་ཞིག་ཡིན་ད་ང་ཚོ་སྤྱི་པའི་སྤྱི་སེམས་འཁྱིལ་དགོས་རེད་བསམ་པ་ཞིག་དང་ཆོས་ལུགས་མཐུན་སྒྲིལ་བྱེད་དགོས་རེད་བསམ་པ་ཅིག་ད་ཨེ་ནི་བོད་ཀྱི་ཆོས་དང་རིག་གཞུང་ལ་དོ་སྣང་བྱེད་དགོས་ཏི་ཁྱང་ཚང་མ་ལོག་ངའི་ལས་འགན་རེད་ལ་ངའི་གྲོགས་པོ་ཚོའི་ལས་འགན་ཆགས་ཀྱི་ཡོད་རེད་ད་ད་བྱས་ན་ཨོ། ངས་ང་བདེ་སྐྱིད་ལ་སྙེག་འདོད་སོ། ཤུ་དགུ། སུམ་ཅུ་སོ་གསུམ། དཔེ་འབྲུ་བཅུ་བདུན་གྱི་གསོལ་འདེབས་དེ། ད་ལྟའི། དཔལ་ནཱ་ལེནྡྲའི་དཔལ་ཆེན་བཅུ་བདུན་གྱི་གསོལ་འདེབས་དེ་གསུམ་གསལ་བྱེད་ཅེས་བྱ་བ་བཞུགས་སོ། འགྲོ་ལ་ཕན་བཞེད་ཐུགས་རྗེས་རབ་བསྐྲུན་པའི་སྤང་རྟོགས་སྐྱོབ་པ་མཆོག་ཉིད་ལྷ་ཡི་ལྷ། རྟེན་འབྱུང་གཏམ་གྱི་འགྲོ་རྣམས་འདྲེན་མཛད་པའི་ཐུགས་དབང་རྨ་ཡོན་ཉིན་མོར་འགོད་ཕྱག་འཚལ། རྒྱལ་ཡུམ་དགོངས་དོན་མཐའ་བྲལ་དེ་ཉིད་དོན་རྟེན་འབྱུང་རིགས་ཚུལ་ཟབ་མོས་གསལ་གསལ་པ། རྒྱལ་བའི་ལུང་བཞིན་ཐེག་མཆོག་དབུ་མའི་སྲོལ་འབྱེད་མཛད་ཀླུ་སྒྲུབ་ཞབས་ལ་གསོལ་བ་འདེབས།

རྒྱལ་ཡུམ་དགོངས་དོན། ཡུམ་གཤེར་གྱི་བར་དུ་ཕྱིན་པ། རྟ་ཆོས་འཁོར་དང་པོ་དེའི་བདེན་བཞི་ཆོས་འཁོར། དང། ཨེ་ནི་འདུལ་བའི་ལུང་དེ་ཚུལ་བྲལ་རེད། པོ་ཏི་བཅུ་གཉིས་ན་ཕྱོགས་གསུམ་ན་བཞི་བ་རེད། འདུལ་བའི་གཞུང་དེའི་ཆེད། ཨེ་ནི། ད་དེ་ནས་འཁོར་ལོ་བར་པའི་སྐབས་ལ་ཡང་ཨེ་ནི་ཤེར་ཕྱིན་གྱི་མདོ་དེ་བཙོང་རེད། ད་འདི་གི་ཤེར་ཕྱིན་གྱི་དགོངས་པ་འགྲེལ་མཁན་གཙོ་བོ་དེ་ཀླུ་སྒྲུབ་རེད་འདུག་ག།